བའི་བའི། མ་འོངས་པའི་ཆུང་མར་བསླབ་པའི་སྔོན་འགྲོ། གང་བུ་དོང་སྤྱི་ཁྱིམ་མཛད། དུང་སྐྱེས་བློ་སྣ་ཆུང་རྒྱུ་མེད་པས་ལང་ཚོ་མེ་ཏོག་སྐམ་ལ་ཉེ། དྲིན་ཆེན་ཨ་མ་དགོས་ནས་ཡོད་པས་གཉོར་སྐྱོང་དགའ་གཟུགས་ཡིད་ལ་འདུག། མྱི་ཤེས་སྣང་བ་མཛད་ལ་ཉེ་བས་ཁྱིམ་གྱི་གཞི་གཟུགས་སྲུང་ར་འདུག། ཁྱམས་མའི་མྱི་ཚེའི་མཚར་ལ་ཡོད་པས་ཆུང་མར་དགའ་གཟུགས་ལེན་ར་འདུག། མིག་དང་སྨིན་མ་འབྲི་མཁས་མི་དགོས་བྲེ་རོང་ཤི་ཤི་བྱས་མ་རེད་འཛུམ་དང་མཛེས་པ་སྟོན་མཁས་མི་དགོས་གཏན་གྲོང་དུས་དང་སྐད་ཅིག་རེད་གཟུགས་དང་སྐྱེ་མཆེད་ལྷག་ཏུ་མི་དགོས་ཡོད་ཀྱང་ལོ་ཟླའི་ཁ་ཟས་རེད་དེ་བས་ཕྱི་སེམས་ནང་སེམས་འདྲེས་ནས་ཁྲེལ་དང་ཞུ་དག་ཡོད་ན་ཆོག། གྲོང་དང་གྲོང་ཁྱེར་འཁྱམ་ཤས་མི་དགོས་སྤྲིན་ཆེན་ཨ་མི་ལན་ཆགས་རེད། ཆང་དང་དུ་བ་སྤྱོད་འཁོན་མི་དགོས་སྣར་རྫི་སྐྱབས་གནས་ངོ་ཚ་རེད། རྒྱན་དང་དཀར་ལ་རོལ་ཤས་མི་དགོས་རྒྱུ་ཆེན་ཁ་གི་ཕྱག་རྡོ་རེད། དེ་བས་འགྱོད་ཤས་འབིགས་ཤས་ཡིན་མོད་ལམ་དང་ལུགས་སྲོལ་ཤེས་ན་ཆོག།

འབྲི་ཞིང་སྙེ་མའི་གྲོང་བ་སོགས་ནས་འབྲི་རིགས་འདེབས་ཤེས་མིན་ན་ཆོག་གདངས་ཞིང་གྲིབ་བཞིན་འཁོལ་ར་སོགས་ནས་ལོ་ལེགས་འབྲི་ཤེས་མེད་ན་ཆོག་གྲོང་ཁྱེར་འཚོ་བ་མི་ལོབས་ན་ར་རང་གི་སྤྱོད་བཟང་ཡོད་ན་ཆོག་མཐོ་བ་འོད་ཀྱི་སྒང་ནས་འཚེར་བའི་ཨ་ཅེ་འབྲོག་མོ་ཡིན་ན་ཆོག་སྐྱེ་འཕེལ་ཐང་ལས་མེད་ན་མི་སྐྱོང་ག་དར་གཡང་དར་ཤེས་ན་ཆོག། སྒོ་ཕྱུགས་འཚོ་སྐྱོང་མི་ཡུལ་མི་སྐྱོང་ཁ་ཟས་གཡོར་སྐུག་ཤི་ན་ཆོག་སྦྲ་གར་འཚོ་བ་མི་ལོབས་ན་ར་གྲོང་གི་འགྲོ་འདུག་ཤི་ན་ཆོག་དམའ་བ་འོད་ཀྱི་ཀློང་ནས་འཚེར་བའི་ཨ་ཅེ་རོང་མོ་ཡི་འབྲོག་ཕྱོགས། སྦྲ་ནག་སྲུང་བའི་འབྲོག་མོ་ཡིན་ན་འབྲི་མོ་རི་ནས་འཚེར་ན་ཆོག་སྟོད་ཞིང་འདེབས་པའི་རོང་མོ་ཡིན་ན་འཁོར་བ་གྲོང་ནས་བསྐོར་ན་ཆོག། ཨ་མ་སྙོར་བའི་མཛངས་མ་ཡིན་ན་འཚོ་བ་ཆི་གས་རོལ་ན་ཆོག་བྱད་སེམས་མཐུན་པའི་བུ་མོ་ཡིན་ན་མི་སེམས་ཆི་གས་བཅིངས་ན་ཆོག། རྒྱལ་ཁམས་བསྐོར་བའི་བྱང་མ་མི་རྒོད་བོད་ཁམས་སྙི་གི་རིགས་ནི་གཟིགས། སྐད་རིགས་སྣ་མང་བྱམས་མཁས་མི་འདྲོངས་རང་སྐད་དག་མ་ཤེས་ནི་གཟིགས། གཞན་སྲོལ་འཇོག་པའི་སྲོག་གསེར་མི་རྒོད་རང་སྲོལ་རྣལ་མ་སྐྱོང་ནི་གཟིགས་ཤ་དང་རུས་པ་བོད་གི་ཡིན་ནས་བོད་གི་ཞི་མོ་དྲང་མོ་གཟིགས།

བཞུགས་ནས་མ་ནི་འདོད་ནི་ཟིག། ཁ་ཕོ་ཆེ་བའི་འདེབས་ནི་མི་འདྲ་རང་གི་ཚོགས་ཀྱི་བཤད་ནི་ཡིན། གཞན་གྱི་རྗེས་སུ་འབྲངས་ནི་མི་འདྲ་རང་གི་མཚམས་ནོར་ལབ་ནི་ཡིན། འཕྲུལ་ནག་ལི་འདི་ཁྱི་ལ་ཕུལ་ཡུལ་ང་ཡི་ཚེ་གཅིག་སྐྱ་ཡ་ཡིན། མི་འཕྲུལ་བུ་མོ་འབྲེལ་བ་མེད་པའི་ཀོ་བདེའི་སྒལ་མོ་ཁ་བརྡ་ཙམ། ཨོ་བཀྲ་ཤིས་བདེ་ལེགས།